དེར་བུད་མེད་སྒྲིག་འཛུགས་ཀྱི་ནང་སྲིད་ལས་ཁུངས་ནས་དེང་དུས་བརྡ་འཕྲིན་གྱི་དུས་སྐབས་དེར། རྒྱ་གར་ནང་ཡོད་པའི་བུད་མེད་བསོད་ནམས་གཞིས་ཆགས་ཁག། བཅུ་གཉིས་ཀྱི་ས་ཞིང་ཨེ་ཀར་སྟོང་ཕྲག་ཉི་ཤུ་ཙམ་ཞིག་གི་ཞིང་པའི་གནས་སྟངས། ཞིབ་ཕྲ་རྒྱུས་ལོན་གྱིས་མ་འོངས་པར་གཞིས་ཆགས་ཁག་དེ་དག་གི་ནང། ལས་གཞི་ཚད་ལྡན་བཀོད་སྒྲིག་གནང་རྒྱུ་མ་ཟད། ཞིང་པ་བསོད་ནམས་པ་རྣམས་ཀྱི་སོ་ནམ་པའི་ལས་གཞིའི་ཐོག། ཤེས་བྱ་གོ་རྟོགས་གོང་འཕེལ་གཏང་ཐབས་དང་ཆབས་ཅིག། ཞིང་པ་རྣམས་ཀྱི་དཀའ་ངལ་སེལ་ཐབས་ཐོག་ལམ་སྟོན་གནང་རྒྱུ་སོགས་ཀྱི་ཆེད་དུ་དམིགས་ཏེ། པདྨ་ཞེས་པའི་ཞིང་པའི་འཆད་ཉན་དཔྱད་གཞིའི་གསར་བཟོ་ལག་བསྟར་གནང་ཞུས་པ་དེ་འདུག། ཞིང་པ་རང་ཉིད་ཀྱི་ཁེ་ཕན་དང་ཞིང་ལས་ཤེས་བྱ་གོང་མཐོར་དང་ཡག་པོ་བྱུང་ཐུབ་ཡོང་པ་ཡིན་པས་ན་དེའི་བདེན་སྟངས་དེ་སྔར་རྒྱུན་ཙམ་མ་ཡིན་པས་དུས་རེར་འགྱུར་བ་འགྲོ་གི་ཡོད་གསུངས་སོང་དུས་ཚོད་འགྱུར་བ་ལ་བལྟ་ནས་དེ་བས་ཐུབ་ཐུབ་ཡག་ལས་ཡག་ཉན་བྱས་ཏེ་བེད་སྤྱོད་བཏང་ན། ཨན་ཞིས་ཤིན་ཏུ་ནས་ཕན་ཐོགས་ཆེན་པོ་དང་དགེ་རྩ་ཆེན་པོ་བྱས་པ་མཐོང་ནས་ང་ཚོའི་ལས་ཁུངས་ཀྱི་ངོས་ནས་ཡང་ཅིག་གིས་གོ་བ་ཆེན་པོ་ཅིག་དང་དམིགས་ཡུལ་ཆེན་པོ་ཅིག་ལ་ཡང་བཟུང་ནས་ཉིན་བྱེད་དེ། པདྨ་ཞེས་པའི་ཞིང་པའི་དཔྱད་བརྙན་ཅན་དེའི་ནང་ད་ལྟའི་ཆར་དེབ་སྐྱེལ་བྱེད་མཁན་བོད་མི་ཞིང་པ་གྲངས་གཅིག་སྟོང་ཉིས་བརྒྱ་ཙམ་ཞིག་ལ་ས་ཞིང་ཨེ་ཀ་བདུན་སྟོང་ལྔ་བརྒྱ་ཙམ་ཞིག་གི་ཐོག་དོན་དོ་རྣམ་གྲངས་ལྔ་བཅུ་ཙམ་ཞིག་དེབ་ལེགས་གནང་ཡོད་ཅིང། དོན་དོ་དེ་དག་སོ་སོ་དེབ་ལེགས་བྱ་རིམ་རྣམས་བརྙན་ཅན་དེའི་ནང་བཅུག་སྟེ། ཟེར་དོན་ན་ཡོད་པ་སོགས་ཀྱི་འགྲེལ་བརྗོད་གནང་གི་འདུག། ད་ལྟའི་ཆར་དུ་ཡང་བོད་ཀྱི་གོང་དུ་བཤད་པ་ལས་གཞན་གྱི་ཡལ་ག་དོན་དུ་ལྔ་བརྒྱ་ཚིགས་བཅད་ཨིན་ཞིང་པ་གཅིག་སྟོང་ཉིས་བརྒྱ་སུམ་ཅུ་ཚིགས་དང་དོན་དུ་འདམ་ར་ལྔ་བཅུ་སུམ་ཅུ་ཤར་ཡོད་ལ་དེ་གའི་ཆ་ཚང་གྲུབ་པ་ཞིག་ད་ཅིག་རིམ་པས་ད་ལོ་ཁ་ཤས་ཤིག་གི་ནང་ལ་ཡང་དེ་འདྲ་བཙན་བྱོལ་གཞིས་ཆགས་བཅུ་གཉིས་ནང་ལ་ཡོད་དེ་བོད་ཀྱི་ཞིང་ས་ཨེ་ཀ་སྟོང་དང་ཉི་ཤུ་རྩ་ཟི་ཐིག་གི་ཆ་ཚང་གཅིག་ཡིན་ཆ་དེའི་ནང་ལ་ཡང་དེབ་སྐོས་ཆེ་མཐོ་ཡོད་ལ་ཡང་ལས་རིམ་ཆེ་གང་མགྲིགས་བཞག་ཡོད་རེད། སྤྱིར་བཏང་ད་ལྟའི་ཆར་ལྷོ་ཕྱོགས་བོད་མིའི་གཞིས་ཆགས་ཁག་གི་ནང་ནས་ཧོང་ཙུའུ་རབ་རྒྱས་ནས་གཞིས་ཁོངས་ཀྱི་ཞིང་པ་རྣམས་ཀྱིས་མཉེན་ཆས་དེ་བེད་སྤྱོད་གནང་སྟེ་ཕན་ཐོགས་བྱུང་ཞུས་པའི་འགྲེལ་བརྗོད་གནང་གི་འདུག

གར་སྤྲོད་བྱུང་བའི་འོ་དེ་རྗེས་མ་ལོ་ལ་དེ་ག་རང་སྔོན་ནས་བལྟ་ཡ་འདུག་འདི་སྐབས་ལོ་ལྟ་གོང་དང་ག་རེ་ཡིན་པ་ཡིན་ན་ཚང་མ་རྗེས་མ་ལོ་ལྟ་ཡ་འདུག་ཟེར་བ་འོ་དེ་འདྲ་ཞུ་ཡ་ཡིན། དེང་སང་དུས་ཚོད་ལ་སྟོན་ཐོག་མང་པོ་བཏགས་དང་འདི་རེད་རྡོ་བཏགས་རེད་སྟག་བུ་རེད་ཀ་ས་བ་ལ་རེད་སྟག་བུ་རེད་ཁ་ས་ཨེར་མ་དང་གང་ཅི་མང་ཅི་སྟག་བུ་རེད་དེ་ཚོ་ལ་ལམ་སང་ང་ཚོ་གི་ས་བ་ད་དུས་ཙམ་པ་འདིའི་མི་གཅིག་གི་ས་བ་ད་དུས་ཙམ་པ་འདིའི་འགྲོ་སོང་དང་ལག་ལེན་ག་འདྲ་བཏགས་ཡོད་མི་ཚེ་ང་ཚོ་མགོ་ཚོས་གི་མིན་པ།

བེད་སྤྱོད་བྱེད་ཞུས་རྗེས་རང་རེའི་བཙན་བྱོལ་བོད་མིའི་སོ་ནམ་གཞིས་ཆགས་ཁག་གི་ནང། སོ་ནམ་སློབ་སྟོན་པ་ཡོད་ན་ཡང་སོ་ནམ་སློབ་སྦྱོང་བ་གཅིག་གིས་ཚང་མ་སྙོབ་རྒྱུ་མེད་དུས། མཉེན་ཆས་དེ་ཁྱབ་ཆེན་པོ་ཡོད་པའི་འགྲེལ་བརྗོད་གནང་གི་འདུག་གཞི་རྩའི་དབུས་བོད་མིའི་སྒྲིག་འཛུགས་ཀྱིས་བོད་མིའི་གཞིས་ཆགས་ཁག་སྲ་བརྟན་གནས་ཐབས་སུ་བོད་མིའི་སོ་ནམ་ཞིང་པ་རྣམས་ལ། དངུལ་བུན་གྱི་རོགས་སྐྱོར་དང་ན་གཞོན་ཚོའི་ཞིང་ལས་ཐོག་དོ་དབྱིངས་ཡོངས་ལས་ཞིང་པ་རྣམས་ལ་གཟེངས་བསྟོད་ཀྱི་བྱ་དགའ་གནང་བ་སོགས་ཀྱི་ལས་འགུལ་འདྲ་མིན་ཞིག་སྤེལ་ཞུས་ལ་ད་ལྟའི་ཆར་ནང་སྲིད་ལས་ཁུངས་ནས་ལྷོ་ཕྱོགས་ཁུལ་གྱི་ཞིང་པ་རྣམས་ལ་སྐྱོན་བྲལ་སྡེབ་ལེགས་ཀྱི་ལས་གཞི་ཞིག་དང། དེ་མིན་བུད་མེད་ཚོ་ནང་པ་རྣམས་ལ་སྟོན་བདེའི་ཐོན་འབབ་ཕྱིར་འཚོང་བྱ་རྒྱུ། Farmer Producer Organization། ཞེས་པའི་ཞིང་པའི་མཐུན་གྲོགས་ཞེས་པ་ཞིག་གསར་འཛུགས་གནང་རྒྱུའི་འཆར་གཞི་ཡོད་པ་རེད་འདུག་ཀྱང་ལྷོ་ཕྱོགས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་བེམ་དངོས་གྲུབ་བིན།